ད་ཁྲེང་ལི་ཆའི་ཡང་སྲིད་སྐོར་ལ་ལོ་རྒྱུས་རིང་པོ་ཞིག་གྲགས་ཡོད་རེད། ཁྲེང་ལི་ཆའི་སྐུ་གོང་མ་དེ་ངས་དོལ་རྒྱལ་བསྟེན་གསོལ་བཞག་པའི་ཁ་ཐུག་ལས་ཁ་ཟིག་རབས་ཚ་ཡིན་པ། ཁྲེང་ལི་ཆའི་གཉེན་བསང་ཆ་ཚང་ཞུས་ནས་ཁྲེང་ལི་ཆ་ད་ལྟའི་ག་བ་རྒྱུ་མཚན་ཏན་ཏན་ཡོད་རེད་གསུངས་ནས་ཐུགས་ལ་བབས་བྱས་ཡིན་མ་གཏོགས་ཐུགས་ལ་བབས་པ་དེ་འདྲ་མེད། ད་ལྟ་ཡང་སྲིད་རིན་པོ་ཆེ་དེ་བས་ཡག་པོ་ཞིག་བྱུང་ན་བསམ་ནས་དེ་ད་བར་ག་བ་ད་རིན་པོ་ཆེའི

དེ་ནས་བཞུགས་སྒར་ཨ་མི་རི་ཀ་རིན་པོ་ཆེ་ངང་མཇལ་དུས་མཇལ་དུས་ཙམ་ནས་ད་རིན་པོ་ཆེས་དོལ་རྒྱལ་སྐོར་དེ་ཕྱོགས་གཅིག་གི་གནས་ཚུལ་མ་གཏོགས་མཁྱེན་གྱི་ཡོད་མ་རེད། ད་ཕྱོགས་ཡོངས་ཀྱི་གནས་ཚུལ་དེ་འདྲ་རེད་ད་ཟེར་ངས་ཆ་ཚང་ཞུས་ཀྱི་ཡིན་རིན་པོ་ཆེ་ལགས། ད། ཅེས་ངས་དོལ་རྒྱལ་མཚམས་འཇོག་བྱེད་ཡ་དེ་རྒྱུ་མཚན་སྡུག་ཏུ་འདུག་སྲིད་ཡིན་ཟེར་བཤད་ཞུས་ད་རིན་པོ་ཆེས་དགོངས་པ་ཡག་པོ་བཞེས་བ་རེད། བྱས་ནས་རིན་པོ་ཆེ་འདུག་གསལ་བཤད་ཞུས། ཞུས་དེ་རིན་པོ་ཆེ་གསལ་མ་སོང། ད་བར་སྐབས་ཨེ་རིན་པོ་ཆེ་སྐུ་རིན་པོ་ཆེ་སྐུ་གོང་མའི་སྐུ་མདུན་ནས། ཁྲི་རམ་ཆེན་སྐུ་གོང་མའི་སྐུ་མདུན་ནས་ངས་ཡང་གསུང་ཆོས་ཞུས་ཞེས་པ་དེ་འདྲའི་འགའ་ཤས་ཅིག་རིན་པོ་ཆེ་རང་ལ་ད་ཕུལ་དགོས་རེད་བསམ་ནས། སློབ་མའི་གཙོ་བོ་དེ་ད་རིན་པོ་ཆེ་རེད་བྱས་བྱས་དབང་ཕུལ་ཡ་དེ་འདྲའི། འབད་རྩོལ་ཤ་ཆེ་བས་ཁྱོད་ནི་བྱུང་མ་སོང། ད་དུག་སེ་རེད། ད་རིན་པོ་ཆེ་ང་འདྲ་བོ་ཁར་ཁྱོད་ནི་མེད། ད་དངོས་ཡོད་གནས་ཚུལ་ལས་བར་སྐབས་ད་རིན་པོ་ཆེ་ཏཱ་ལའི་སྦག་ཞིའི་ཡོངས་འཛིན་གྱི་ཡང་སྲིད་ཡིན་གསུང་གི་ཡོད་རེད་བ། རེད་ཡ། ད་དོལ་རྒྱལ་ཚོགས་པ་ཚོས་ཏཱ་ལའི་འབག་བཞི་རྫུན་མ་རེད་ཟེར་བ་དང། ག་ཏཱ་ལའི་འབག་བཞི་ངོ་མ་མ་རེད་ཟེར། ད་ཁ་སིང་ང་ཨ་མི་རི་ཀ་སླེབས་རྗེས་ཁ་ཐུག་ད་དེང་སང་དོལ་རྒྱལ་ཚོགས་པ་ཚོས་ང་ཡང་ངོ་རྒོལ་ཞིབ་བྱེད་དགོས་ད་ག་བ་བྱེད་པ་ཡིན་ནའི་ངོ་རྒོལ་བྱེད་དེ་ཡོད་ཁུལ་པའི་སྐད་སྐྱབས་ཚེ་ཞིབ་བྱེད་ཀྱི་ཨེ་རེད། ཏཱ་ལའི་པར་གྱི་ཁྱི་ཤ་ང་ནམ་རྒྱུན་ཆོས་ལུགས་འདྲ་མི་འདྲའི་ལྷ་ཁང་ནང་འགྲོ་བསྡད་ཀྱི་ཡོད། ཆོས་ལུགས་མཐུན་སྒྲིལ་ཡོང་ཡག་དོན་དག་ལ་དངོས་གནས་དྲང་གནས་བསམ་པ་རྣམ་དག་གིས་ཆོས་ལུགས་ཚང་མ་ལོ་གཅིག་ཡར་སྒོ་གཅིག་གི་ལྟར་མཐུན་སྒྲིལ་བྱུང་ན་བསམ་ངས་དེ་འབད་རྩོལ་བྱེད་བསྡད་ཀྱི་ཡོད། དེ་བཟང། ཨེ་ནི། ཁ་ཆེ་ལྷ་ཁང་ཆེན་པོའི་ཁ་ཐུག་ནས་ཁ་ཆེ་ཞྭ་མོ་གཡོག་གི་འདུག་ཁོང་ཚོས་གཡོག་དེ་གོན་གྱི་ཡོད། ཨེ་ནི། ད་ག་འདྲ་གཅིག་གིས་གཅིག་གི་སྲིད་ཀྱི་ལྷ་ཁང་ཆེན་པོའི་ཁ་ཐུག་ཡང་གཅིག་གོན་ཡག་རོ། འཇུག་གི་ལྷ་ཁང་ཆེན་པོའི་ཁ་ཐུག་ལ་ཡང་འཇུག་གི་ཞྭ་མོ་ཆུང་གཅིག་བཅོ་བདེ་གོན་ཡག། འདུག་བྱེད་ཀྱི་ཡོད། དེ་ཙམ་དེ་འབྲེལ་གྱི་པར་ཆས་ཁ་ཆེ་ཞང་མོ་དགོན་སྡེ་བའི་པར་ཆས་བསྟན་བྱས་ཏཱ་ར་བླ་མ་ཁ་ཆེ་རེད་ནག་པ་མ་རེད་ཟེར། དེ་འདྲ་ལབ་ཤག། ག་དེ་རྒད་པོ་ཤོར་བྱུང་འདུག་ག་གེ་མི་འདུག་དེ་ཡིན་དུས། ག་གེ་ཤིང་གི་ཡོད་མ་རེད། ཨེ་ནས་ཉུང་ཤས་ཉུང་ཤས་ཅིག་གིས་ད་བོད་རིགས་ཁ་ཤས་འདུག་དེ་ཚོས་དྲན་ད་ཤེས་ཤེས་འདུག་ད། སྙིང་རྗེ་ད། ག་སོག་རེད་ད།